ལུས་རྒྱུད་སུམ་ཅུ་སོ་བཞི་པ་ཡི་ལེའུ་དང་པོ། ཀྱོ་མགོ་ཡེ་ཤུ་ཡིས་ཐོག་མ་བླ་མ་རྣམས་སྐད་གཏོང་བ་རེད། ད་ལྟ་ང་ཚོས་སུན་མིན་དང་བླ་མ་གཞན་རྣམས་སྐད་གཏོང་བའི་ལོ་རྒྱུས་དེ་ལྟ་གི་ཡིན། ཉིན་ཞིག་ཀྱོ་མགོ་ཡེ་ཤུ་ག་ལེ་ཡུལ་གྱི་ཚུར་འགྲམ་ལ་ཡོད་པའི་སྐབས་སུ་མི་མང་རྣམས་ཁོང་གི་དྲུང་དུ་ཚོང་ཁ་ཤེས་ཤེས་བྱས་ནས་ཁོང་གི་བཀའ་ལ་ཉན་པ་རེད། ཡེ་ཤུ་ཡིས་ཚུར་འགྲམ་དུ་སྤྲུལ་གཉིས་ཡོད་པ་མཐོང་བ་རེད། སྤྲུལ་གཉིས་ཀྱི་ཁྲིད་ལ་ན་བ་རྣམས་གྲྭ་བ་ཁྲིད་བཞིན་ཡོད་པ་རེད། ཡེ་ཤུ་སི་མི་ཡི་བཀྲི་ཡི་ནང་དུ་འཛུལ་བ་དང་དེ་གཉིས་ཁོང་གིས་བཀྲི་སྟེ་ཕར་སུ་གཏུགས་ཞེས་གསོལ་བ་དང་དེ་གཉིས་ཁོང་བཀྲི་ནང་དུ་མ་བསྡད་ནས་མི་མང་རྣམས་ལ་ཆོས་བསྟན་པ་རེད། ཆོས་བཤད་ཚར་བའི་རྗེས་སུ་ཡེ་ཤུ་ཡིས་སོན་མི་ལ་གསུངས་པ། ཁྱོད་སྟེང་རིང་པོ་ལ་འགྲོ་ནས་གྲྭ་བ་དེ་གཡུགས་པ་ཡིན་ན་ཉག་སེང་གི་རེད་ཞེས་གསུངས་པ་རེད། གསོལ་སྨན་གྱི་ལན་དུ་རྒན་ལགས་ང་ཚོ་ཚེ་སྐམ་ཚང་ཀ་ལས་རྒྱུ་ནས་ན་གསན་པ་ཡིན་ཅིས་ཀྱང་གསན་ཐུབ་མ་སོང། ཡིན་ན་ཡང་ཁྱེད་རང་གིས་གསུངས་པ་ཡིན་ཙམ་ངའི་ན་དའི་དུས་ལ་གཡོ་གི་ཡིན་ཞེས་ཤོད་པ་རེད། ཁོང་རྣམས་ཀྱིས་དེ་ལྟར་བྱས་ནས་ན་དའི་དབྱུག་པ་དང་གཉའ་ཤིང་དང་མང་པོ་བཟོས་ནས་ན་དའི་རལ་གྲོ་བྱས་པ་རེད། ཁོ་ཚོ་ཡི་ལས་རོགས་གྲི་གཞན་ནང་དུ་ཡོད་པ་དེ་ཚོ་ལ་སི་ལ་དག་བཏང་ནས་སི་སྐད་བཏང་བ་དང་སི་དེ་དག་ཡོང་ནས་སི་གྲི་གཉིས་ཀ་ནང་དུ་སི་ཉྭ་ཡི་ཁང་ནས་ཆུ་ནང་དུ་ཉུག་འགྲོ་བྱས་པ་རེད། བསོད་མིན་པི་ཏྲ་ཆིས་དེང་དེ་མཐོང་པ་དང་བཙུན་མགོན་ཡེ་ཤུ་ཡི་ཞོ་སྒྲོང་དུ་ཕྱིན་ནས་བུས་མོའི་ས་ལ་བཙུད་ནས་འདི་སྐད་དུ། གཙོ་བོ་ལགས། ཁྱེད་ང་དང་ཕ་སོམས་གང་ཡིན་ཟེར་ན་ང་ནི་བདེ་ཆེན་ཡིན་ཞེས་ཤོད་པ་རེད། ཁོང་དང་མཉམ་དུ་ཡོད་པའི་ཐམས་ཅད་ཀྱིས་སི་ཉྭ་དེ་འདྲ་མང་པོ་ཟིན་ཡོད་པ་མཐོང་སྟེ་སི་བྷེ་མཐོང་བ་རེད། སུའི་མིན་གྱི་ལས་རོབས་ཡོ་ཧ་ནམ་དང་ཡ་ཀོ་ཟེར་བའི་དཔེ་གཉིས་ཡོད་པ་དང་ཁོ་གཉིས་ཀྱང་ཧམ་བསམ་བ་རེད། དེ་ནས་གཙོ་བོ་ཡེ་ཤུ་ཡིས་སུའི་མིན་ལ་གསུངས་པ། གཞན་ནོ་མ་རྗེས་ད་ནས་བཟུང་ཁྱོད་ཚོའི་མིང་འཛིན་གྱི་རེད། ཁོང་རྣམས་ཀྱིས་ཀྱང་ཚུར་བྲོས་ནས་ཚུར་འགྲམ་དུ་གཡུགས་པ་དང་དངོས་པོ་ཐམས་ཅད་སྤངས་ནས་གཙོ་བོ་ཡེ་ཤུ་ཡི་རྗེས་སུ་འགྲོ་བ་རེད།